Buddhist སྐད་ཡིག་རྒྱལ་བསྒྱུར་ཅིག་ཞུས་ཏེ་ཡང་ན་བུ་སྡིག་གི་སྐད་ཡིག་རྒྱལ་བསྒྱུར་ཅིག་ཞུས་ཏེ། འདི་རིང་རེས་གཟའ་ལག་པ་རྒྱ་བ་བཞི་ནུས་པའི་ལག་སྐར་བདུན་ལ་སུ་བཅས་དང་ཚེས་པ་བརྩིས་པ་ཡིན་ན་ཚེས་པ་བཅོ་ལྔ་ཡིན་ནོ་ང་ལ་བོལ་ད་ཉི་སྲིད་པའི་ཚེས་པ་བཅོ་ལྔ་བདུན་ལ་སུ་བཅས། དེ་ནི་དམིགས་བསལ་གྱི་དུས་ཆེན་དེ་ནི་བུ་སྡིག་གི་སྐད་ཡིག་ཉིན་མོ་ལ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་འོ་ཡོད་ཡ་ལེ། དེ་ནི་ད་ཚང་མས་ས་ང་ལ་ཞུ་དགོས་ཤགས་པོ་དེ་ནི་ང་དང་ཆོས་བརྒྱུད་ཀྱི་ཕྱག་སྤེལ།

དེ་ནས་མུ་མཐུད་དེ་བཤད་མ་ཐུབ་ན་ཞེས་བྱ་སོགས་དེ་ནས་མ་ཐོབ་དུ་ཆོས་ཡལ་ལེ་ཐོ་གསུངས་པ་ཟེར་ནས་ཐུགས་དགོངས་པ་ས་ལེ་བཞུགས་ཡོད། དེ་རིང་ནས་དེ་ནས་གཟའ་ཉི་མ་བུད་པའི་ཟེར། དེ་ནས་ཡང་ཧབ་ད། ཉི་མ་བདུན་ནས་ནང་ལོག་ཉི་མ་དྲུག་པོ་དེ་ནས་ཆོས་བརྒྱུད་ཀྱི་སློབ་ཚན་པོ། ཙམ་ཞིག་དུས་ཚོད་ཡོད་རྒྱ་ལ་དེ་ནས་ཞུན་བཞུན་བྱ་བྱ་ཡིན་དེ་ནས། ཧོ་ཏོ་བཞུ་བྱས་ཉལ་ལེ། ད་མང་པོས་མ་བཤད་ད་དེ་ནས་ཆོས་བརྒྱུད་ཀྱི་ཕྱག་སྤེལ་ཚན་པོ་ནས་བཞུས་པ་ཡིན་ན་ཡིད་ས་ང་ལ་དེ་ནས་ང་དང་བཞུ་བྱ་སོགས་ཆོས་བརྒྱུད་ཀྱི་ཤོག་ལོ་ཀ་དགུ་བཅུ་བར་དུ་བཞུས་ཚར་རེ་ནོ་ང་ལ། ད་དེ་ནས་ལེའུ་ལ་རྩིས་པས་ན་ལེའུ་གཉིས་པ། དེ་ནས་ལུགས་གཉིས་པའི་ནང་ལས་བྱང་ཆུབ་སེམས་པོ་མ་སྐྱེས་པ་སྐྱེད་བྱ་ཟད་འཐབ་པོ་ལ། ཆགས་བུལ་བྱ། དེ་ན་ཙོག་ཁ་ཆོད་པ་བུལ་བྱ་སྡིག་པ་བཤགས་བྱ། སྟོབས་བཞི་སྟེ་ནོག་པ། ད་སྡིག་པ་བཤགས་བྱ་སའི་ནང་ལས་ནི་དེ་ནི་ང་དང་རྣམ་པར་སུན་འབྱིན་པའི་སྟོབས་པོ་བཞི་སྟེ་འགྱིག་སྟོབས་པོ་བཞི་སྟེ་འདི་རིང་ང་དང་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་པས་ཀ་ལེབ་སེའུ་དག་ལ་སྡང་ནས་དེ་ནི་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་པའི་ནང་ནས་དེ་ནི་ང་དང་སྤེལ།

དེ་ན་གཙོ་ག་དེ་ནི་ང་དང་ཐོག་མ་མེད་པ་ནས་གཟུར་མོ་ཆེ་ཤོག་དེ་ནི་མདོ་བྱ་ལ་སོགས་པའི་ངེས་པ་བརྒྱ་ཡིས་དེ་ནི་ང་དང་གཟུར་མོ་ཡོད་ཀྱག་དེ་གཟུར་མོ་ཁྱེད་རེ་དེ་ནི་ང་དང་བརྒྱ་ལ་ནི་མན་པ་ཁ་སྤ་སངས་རྒྱས་བཅོམ་ལྡན་འདས་དེ་ནི་གཟུང་ནང་བཞིན་གྱིས་མ་ཉན་པ་ཡིན་ན་ནི་མདོ་བྱ་ལ་སོགས་པའི་ངེས་པ་དག་གམ་ནང་འོག་ཟེར་བའི་ཤོ་ལོ་ཀ་དགུ་བཅུའི་བར་དུ་ལྟོས་ཞུས་ཟེར་ལ་དགུ་བཅུ་པ་ལྟོས་ཞུས། ད་དེ་རིང་ང་དང་དགུ་བཅུ་གོ་གཅིག་པ་ཟེར་བའི་ཤོ་ལོ་ཀ་གཅིག་རང་ཞུ་བ་ཡོད། དགུ་བཅུ་གོ་གཅིག་པས་ན་ཅི་ཡོད་ཞུ་བ་སྙམ་པོ། ཅིས་གསུངས་ཟེར་ནོག་ཞུ་བ་སྙམ་པོ་ཕྱག་སྤེལ་ཁོ་ན་གཟིགས་པ་ཡིན་ན། དེ་ཅིས་ཀྱིས་ཀྱང་འཛམ་གླིང་ན་ནད་པའི་མི་ཀུན་བརླག་བྱེད་ན་དེ་དག་གསོ་བའི་སྨན་ཞིག་ནི་ཕྱོགས་ན་ཀུན་ཏུ་མི་རྙེད་ན། གསུངས་འདུག་ག་ལ། ཡིད་དོན་བདག་པོ་ཅི་བཞུགས་དེ་ནི་འོག་ཞོག་སྙམ་པོ་དེ་ནི་ང་དང། ད་སྡིག་པ་སྦྱང་དགོས་ཚེ་ནི་འོག་ཟེར་ཏེ་དེ་ནི་ང་དང། སྤེལ་གྱི་སྒོ་ནས་གསུང་བ་མཛད་དེ་ནི་ག་ལ། ཅི་གསུངས་ཚེ་ནི་འོག་ཞོག་སྙམ་པོ་དེ་ནི་ང་དང་ངེད་སྤ་བརྒྱ་ཕྲག་མང་པོ་བོ་ཁྱེད་རེ། དེ་ནི་བདག་ལ་ནི་སངས་རྒྱས་བཅོམ་ལྡན་འདས་དེ་ནི་ང་དང་གསུངས་ལ་དེ་ནི་བདག་སྒོ་ཟ་འདུག་ག། ག་སྲིད་དེ་ནི་ངེད་སྤ་བརྒྱ་ཕྲག་གཅིག་བོ་བརྒྱ་ཕྲག་བོ་ཁྱེད་རེ། དེ་ནི་ང་དང། འདག་མ་བཅུགས་པ་ཡིན་ན་ནི་གཞུ་སྟེ་ནོ་ལ་དེ་གཅིག་གིས་ཀྱང་འཛམ་གླིང་ན་ཟེར་སྙམ་པོ། ད་ངས་སྤ་བརྒྱ་ཕྲག་མང་པོ་ང་དང་ཡོད་ཀྱང་འདོགས་ཆགས་ཡོད་སྐད་ཞེ་སྡང་ཡོད་གཏི་མུག་ཡོད་སྐད་རྩ་བའི་ཉོན་མོངས་པ་ཡོད་སྐད་དམྱལ་བའི་ཉོན་མོངས་པ་མང་པོ་ཡོད་སྐད་པ། དེ་ནང་ནས་ཀྱང་ངས་སྤ་གཅིག་གིས་ཟེར་ནོ་དེ་གཅིག་གིས་ཀྱང་ཟེར་སྙམ་པོ་དེ་བོ། དེས་ཟེར་སྐམ་པོ། ངས་སྤ་དེ་ནང་ནས་གཅིག་གིས་ཀྱང་ཟེར་ངས་སྤ་གཅིག་གིས། མང་པོ་ཡོད་ཀྱང་དེ་ནང་ནས་གཅིག་ཡ་སྤས་མཚོན་པ་ཡིན་ན་དེ་ནི་ང་དང་བྱང་ཆུབ་སེམས་དཔའ་ལ་ཧྲོད་ཡོང་སྟེ་ཧྲོད་ཅིག་ཡོང་པ་ཡིན་ན་ཟེར་ནོ་དེ་ཅིས་བགྱིས་ཀྱང། འཛམ་གླིང་ན་དེ་ནི་འཛམ་གླིང་ན་འདུག་གནས་འཛམ་གླིང་ཟེར་ན་ནི་ང་དང་འཛམ་བུ་གླིང་ག་ལ་ཡི་ག་དེ་ནི་ཨི་ས་རྡོག་རྡོག་རིལ་རིལ་བས་ག་འདུག་གནས་ནི་འཛམ་བུ་གླིང་ན་ཟེར་ནོ་ནད་པའི་མི་ཀུན་ལགས་ཅེ་ན་ཟེར་སྙམ་པོ་དེ་ནང་ནས་ཉེས་པ་མང་པོ་ཡོད་ཀྱང་ཉེས་པ་གཅིག་སྐྱེས་པ་ཡིན་ན་དེ་ནི་འཛམ་བུ་གླིང་ན་འདུག་གནས་མི་སུ་ཞིག་ལ་དེ་ཧྲོད་ཙོག་ཅིག་ཡོང་པ་ཡིན་ན།

འོ་ན་ཙོག་ལྷ་དེ་ནི་མི་གཅིག་ལ་ཁོང་ཁྲོ་གཅིག་སྐྱེས་པ་ཡིན་ན་དེ་མི་ཡི་གེ་རེད། དེ་ནི་འཛམ་བུ་གླིང་ན་ཡང་སྐྱོར་དེ་ནི་ང་དང་སྐྱིད་པོ་ཡོང་བྱ་ཟེར་དེ་ནི་བདེ་སྐྱིད་དོ་ང་འདྲའི་ལུས་བརྟན་པོ་མེད་རྒན་ཆོས་དང་ནོ། ད་ལྟས་ན་ཙོག་ག་འཛམ་བུ་གླིང་ལ་མི་དུང་ཕྱུར་བདུན་ཅུ་ཡོད་ཀྱང་དེ་ནི་དུང་ཕྱུར་བདུན་ཅུ་ལ་ཧྲོ་རེ་རེ་ཡོང་སྲིད་པ་ཡིན་ན་བསམ་སོང་ཟེར་ན་དེ་ནི་ཧྲོ་དུང་ཕྱུར་བདུན་ཅུ་ཡོང་སྲིད་ཧྲོ་དུང་ཕྱུར་བདུན་ཅུ་ཡོང་སྲིད་པ་དེ་མི་ཡི་ཚང་མ་འཛམ་བུ་གླིང་ན་ཡང་སྐྱོར་དེ་ནི་ང་དང། ང། བདེ་འགྲོའི་ལུས་རྟེན་སྐྱིད་པོ་ཡོང་བྱ་སོ། མེ་སྐྱེན་འགྱུར་སོང་ཟེར་ནོ་ཏོ་ཉལ་ལོ་ནས་ཆ་ཆ་ནོ་བདེ་སྐྱིད་པོ་ལ་ག་ནོ། ཞེས་ཏེ་ནོ་ཧ་ལ། དེ་ཅིས་བགྱིས་ཀྱང་འཛམ་གླིང་ན་ནད་པའི་མི་ཀུན་ལགས་སྐྱེས་ན་ཟེར་ན། མི་ཀུན་ལགས་ཟེར་ན་མི་ལྟོར་བཞུགས་སུ་གསན་མ་ནོ། ཁོ་བོ་མི་ཡི་དེ་ནས་སྐྱེ་བ་པོ་ཡང་ཤོར་ཐོབ་བྱ་ཐོབ་པ་མ་ནོ་ཅེས་ཟེར་ན་ཁོང་ཉལ་ལོ་ནས་སོང་ཟ་ཟ། དེ་མི་ཡི་ཁེར་ཡང་ཤོར་ཐོབ་པ་མ་ནོ། ཞེས་ཏེ་ནོ་ཧ་ལ། གསུངས་པ་བཞིན་དེ་དག་གསོ་བའི་མིང་ཞིག་ནི་ཟེར། ཏའོ། དེ་རྡོ་ཆག་ལ་སོགས་པའི་ངེས་པ་བརྒྱ་རྡོ་ཆག་ལ་སོགས་པའི་དེ་ནི་ནད་པོ་ཁེར།

འཛམ་བུ་གླིང་ཡང་ན་སྟོང་གསུམ་གྱི་སྟོང་ཆེན་པོ་ཡང་ན་ཚངས་པའི་གཟིགས་སྟེར་དང་ཅོག་པཀྵ་རུ་དབྱངས་ལྡན་ཨི་རྫོགས་སའི་བྱང་ཆུབ་ཀྱི་སེམས་གཟིར་མཁན་པོ། ཐོད་པ་བཀག་པ་ཡིན་ནོ་ལྟོས་གསུངས་པ་དེ་ནི་བྱང་ཆུབ་ཀྱི་སེམས་གཟིར་མཁན་པོ། དེ་ནས་སྟེར་ན་ཅི་ནོག་ཞོའི་གཉེན་པོ་འདའ་རེ་དེ་ནི་འདོད་ཆགས་དང་ཞེ་སྡང་ལ་སོགས་པའི་ཉེས་པ་ཚང་མ་མེད་རྐྱེན་གྱུར་ནོ་སྟེ་བསགས་པའི་སྡིག་པ་ཚང་མ་མེད་རྐྱེན་གྱུར་རེ་ནོ། གསུངས་པ་ས་ནི་ཀ་སིའི་སྡིག་པ་ཞིག་དེ་ནི་བདག་དགོས་པ་ཡིན་ན་ནི་བྱང་ཆུབ་ཀྱི་སེམས་ཡིན་ནོ་དེ་ནི་བྱང་ཆུབ་ཀྱི་སེམས་པོ་བདག་ས་ང་དང་བཤད་མཁན་ནི་དགེ་བའི་བཤེས་གཉེན་ཡོད། བསྒོམ་བྱ་སའི་དུས་ཚོད་དུ་ཡོད། སྦྱང་བྱ་སའི་སྐལ་བ་ཡོད་རྒྱལ་ལ་ནི།